ཧོ། འདི་འདྲར་ང་ཚོ་གཞིས་ཆགས་འདུ་བ་ཡིན་ན་སྙེ་མ་བེད་སྤྱོད་མ་བཏང་ནི་ང་ཚོ་མིག་འཕྲོ་བརླག་མང་པོ་འགྲོ་འདུ་བ་བྱེད་འདུག་གང་ལ་ཡིན་ཅི་མིན་ཅི་ཉི་མ་གི་མདངས་ཡོད་འདུག་གང་ལ་མིག་ཤེལ་ཡིན་ཅི་མིན་ཅི་ནག་པོ་གོན་དགོས་ཡོད་རེད་མིག་ལ་དཔེ་མ་སྲིད་ཁེ་ཕན་ཆེན་པོ་ཡོད་རེད་སོ་སོའི་གི་གཟུགས་པོ་ལ་གལ་ཆེན་པོ་རེད་བ། ད་ད་རིང་རྣམ་པ་ཚོ་ལ་ག་རེ་ཞུ་ཡ་ཡོད་ལ་ན་ད་ངེད་ཀྱི་ཀྲུམ་ཐུན་ཐུན་ཅིག Charlie Chaplin གྱི་སྐོར་ལ Never Give Up ཟེར་བའི་བྱུས་རོ། ཁོས་ཀྱི་མི་ཚེ་གྱི་ལོ་རྒྱུས་ག་འདྲས་ཅིག་མི་སྤྱི་བཏང་གི་སྐད་གྲགས་ཆེན་པོ་རིགས་ཚང་མ་ལ་རོ་དཀའ་ངལ་གདོང་ལེན་བྱེད་སྟངས་ཅིག་རོ། དཔེར་ན Shakespeare ལྟ་དང་རོ། ཨ་ནི Hitler ལྟ་དང་རོ། ཨ་ནི Albert Einstein ལྟ་དང་རོ། ད་འདི་ཚོ་འཛམ་བུ་གླིང་གི་ནང་ལ་ད་ཨ་ཡོད་ནང་གི་ད་ཡོད་མི་སྣ་སྐད་གྲགས་ཆེན་པོ་འབུར་ཟིག་ཙམ་དོན་པའི་འདི་ཚོ་མི་འདི་ཚོ་གི།

ཐེག་དབྲལ་པོ་ལས་བྱེད་འོ་རོ། མིག་དངོས་སུ་གཏམ་བརྗོད་ཕྲ་བས་བྱོས། འོ་འོ་འདི་གཏམ་བརྗོད་འདི་ཡོད་རོ། དེ་དཔའ་བ་མ་གཉིས་ཀ་གཏམ་བརྗོད་ཕྲ་མི་ཉོས་བྱས། ཨ་ནི་ཁོ་རང་དཔའ་བ་མ་གཉིས་འདི་ལ་སྤུ་གུ་གཉིས་ཡོད་རེད་རོ། ཨ་ནི་སྤུ་གུ་རྒན་པ་དེ་མིང་སིད་ནི་རེད། ཨ་ནི་ཆུང་བ་དེ་མིང་ལ་ཅཱ་ལི་རེད་རོ། ཅཱ་ལི་སྤེན་སེར་ཅཱ་པི་ལིན་རེད་དོ། ད་ཅཱ་ལི་ཅཱ་པི་ལིན་ཟེར་འཛམ་བུ་གླིང་གི་ཡོངས་གྲགས་དེ་ཁོ་དེ་སྤུ་གུ་གཉིས་ཡོད་རེད། ད་ཨ་མ་དེས་ཐལ་སྒྲར་ནར་དཔའ་བ་གཉིས་ཀ་བྱེད་འདུག་ག་ལ་དཔའ་བ་དེས་པད་ཁོ་ར་ཨ་རག་ཚེ་དང་ལུང་མེའོ་བཏུང་ནས addicted འགྲོ་བཏུང་བྱས་ཨ་ནི་རྗེས་ལ་ད་ཁྱོད་ནི་ཁོ་རང་ནང་མི་ནང་ལ་ཡ་ཨར་མ་དེ་ནི་དཔའ་བ་དེས་ནང་མི་གཡུག་ནི་འགྲོ་ཤར་བ་ཨ་ནི་དཔའ་བ་དེ་ད་ག་སོང་ཆ་མེད་འདྲ་བ་དེ་ཆར་ད་གཞན་པ་ལ་འགྲོ་འདུག་ག་གཡུག་ནི་འགྲོ་ཤར་ད།

རོ། ཀྱེ་ཁྲོ་ལ་འགྲོ་འདུག་གང་ལ་ཞེས་བཏང་འདུག་མ་རོ། དེ་ལྟར་ན་ན་ཞེས་བཏང་གོ་རེ་གཏམ་བརྗོད་འཁྲབ་གང་ཅི་མ་འཇུ་བྱེད་པོ་རོ། ཨེ་ནི་ཅི་ཏུ་ཨ་ནི་མི་མང་གི་ལྟད་མོ་བལྟ་ཉེན་འདི་ཚོས་སྐད་རྒྱག་ནི་ད་མོ་སྐད་ཡག་པོ་མི་འདུག་གང་ལ་ད་དུས་རྒྱུན་རོགས་མི་འདུག་སྐད་རྒྱག་ཨ་ནི་ཅི། འདྲ་མི་འདྲ་དབྱུག་བྱེད་བྱེད་བ་སྡིངས་ཆ་གང་ལ། དེ་འདྲ་བྱེད་འདུག་གང་ལ་ཨ་ནི་འདི་གི་མོ་མི་འདི་ལ་ཡ་ཨ་ནི།

ལས་ཀ་ཅིག་བྱེད་དུས་ག་ལ་ཁོ་གཉིས་ལས་ཀ་འདི་སྤྲད་ཤིང་ཁ་སྤྲད་ཤིང་དུ་ཨ་ཁོ་གཉིས་ཁ་འཐོར་ཤིང་ལས་ཀ་ནི་ཨ་མཚམས་མཚམས་ད་ཨ་མ་ཅིག་ཐུག་པ་འགྲོ་ནུས་ནི་ཨ་མ་འདི་སྨན་ཁང་སྨྱོ་ཁང་ན་ཡོད་དུས་གང་ལ་ངོ་ཤེས་ངོ་ཁོ་ལོ་བདུན་རེད་དོ་བྱ་རེ་བྱ་མིན་ཨ་ནི་སྨྱོ་ཁང་ན་ངོ་ཤེས་གི་མིན་དུ་ཨ་ད་ཨ་མ་གི་ངོ་ཤེས་དགོས་མ་ད་སྨྱོ་ཚ་དུ་ཨ་ནི་ཁོ་དུས་གིས་གི་བློ་ཕམ་ཆེ་གང་ཡང་མི་སྐྱོ་མི་སྤུག་ཅིག་རེད་བ་ད་ཁོ་བསམ་བློ་ནང་སེམས་ཤུགས་དུ་ང་ཐལ་དྲར་དེ་འདྲ་ན་ལ།

ཨ་ནི་ཁོ། སེམས་ཀྱི་ནང་ལ་ད་ད་འདུས་སེམས་མ་ཤོང་ནི་ཁོས་ཁོས་སྦྱངས་ནི་དེ་རེར་ནང་ལ་ཁོ་སྐད་གྲགས་ཆེན་པོ་ཆགས་འདུག་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་ལ་ཧོ་ལི་ཝུད་ཀྱིས་ཁོ་སྐད་བཏང་འདུག་ལ། ཁོས་ཕ་ག་ལ་འཁྲབ་སྟོན་ཤོགས་ལ་ནི། ཁོ་སྐད་བཏང་འདུག་གང་ལ་ཤ་ཆེན་ད་ཁོ་སྐད་གྲགས་ཆེ་རུ་ཆེ་རུ་ཆགས་འགྲོ་གི་ར། འདི་ཐོས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་ཟླ་བ་ལ་ཡ་ཨ་ནི་ད་ད་འདྲ་བོ་འདི་འདྲས།

འགྲོ་སྟངས་བྱེད་སྟངས་ཁྱི་སྟངས་དེ། ཁོའི་ཡིད་ཀྱི་སྐད་ཆ་བཤད་མ་གོ་བ་མཐོང་ནི་གི་དེ་གིས་ཀྱི་དོང་དུ་མི་ཚང་མ་གཅིག་དོན་ནང་ལས་འཛམ་བུ་གླིང་ཚང་མ་པད་ཁྱི་བུ་ཆུང་ཡས་དང་གོས་བཞུ་ཤོ་ཡས་དང་ཁོ་ལ་པད་མ་སྲིད་ཀྱི་ད་ག་འདའ Interesting སེམས་ཀྱི་ནང་སྤྲོ་བ་བཞུ་ལེར་ད་མི་དེ་ལ་དགའ་བོ་བྱས་དགའ་མོས་བྱས་དེ་གོ་ཚུར་ད་ད་དེ་ནས་ནི་འདི་སྐབས་ལ་ཡ་ཨ་ནི།

ཡིན་ནས་སེམས་ཀྱི་ནང་ལ་སྡུག་བསྔལ་འདི་ད་ལྟ་ཡེ་དེ་ཡོད་དུ་གང་ལ་ཁོ་རང་སེམས་ཤུགས་མ་ཆག་འདི་འདྲས་ཆག་འགྱུ་གང་ལ་ད Studio ནང་ལ་ཁོ་རང་གང་བྱེད་ཅིག་མེད་དུ་གང་ལ་རྗེས་ལ་ད་ཁྲིམས་སྒྲིག་ཤིག་ཡོད་རོགས་ད Studio ཁོ་རང་ནང་ལ་དེ་དེའི་སྐབས་ལ་ཡ་ཚང་མ Producer དང Director གི Control རེད་དོ་ཁོང་ཚོས་ག་རེ་བྱིད་ལ་ན་དེ་རང་བྱེད་ཡ་རེད་དོ་རྫུ་བུ་ཤར་བཙུགས་ན་རྫུ་བུ་ཤར་བཙུགས་ནུབ་བཙུགས་ན་ནུབ་སོ་སོ་གས་བྱེད་ཡ་མེད་དུ་བྱས་ཨ་ནི་འདི་འདྲས་ཡིན་དུ་གང་ལ་ཁོ།

ཕིལམ་སྟི་ཏུ་ཡོ་ཟོས་རེད་ཁོ་ར་རང་གི་སྒྲ་རེད་ཁོ་ར་རང་བྱས་ཚང་མ་ཁོ་ར་རང་བྱས་དེ་འདྲའི་གཅིག་བྱས་བའི་རྗེས་ལ་ཁོ་བད་ཁོ་ར་ད་འདོད་བད་ཁོ་ར་ཁོའི་གི་ལྟད་མོ་ལྟ་ངན་ལྟ་ཁྱོད་ནི་ཁོ་ར་ཡིད་མ་ཆད་དེ་འདྲ་བྱར་ད་ཚང་མ་འཛམ་བུ་གླིང་གི་ནང་མི

ཛམ་བུ་ལའི་མི་ཚང་མ་ད་འོ་ད་སྐད་ཆ་བཤད་ཡོད་མཁན་བཟོས་ན་ད་ད་འདི་ཡག་རེད་བ་སི་ད་གང་ལ་ཁོས་ཀྱི་ད་ག་རང་ཅག་ག་འགྲོ་ཤ་རེད་དེ་ཁོས་ཀ་ཅིག་ལ་སྐད་ཆ་བཤད་ཉེན་ཡོད་བ་ཡིན་ན་ཀྱི་ཁོ་འདྲ་བོ་ཀྱི་ད standard ལ་ཡོད་བ་མི་འདི་གི་ད་གཟི་བརྗིད་ཅིག་ཡོད་བ play གི་མཁས་པ་འཁྲབ་སྟངས་མི་ཚང་མ་ཡིད་འཕྲོ་བས་བཟོས་བས་དེ་ཁོས་ཀྱི move ལ་རེད་བ་ཁོས་ཀྱི།

འཛམ་གླིང་ཁ་ཆུ་རྒྱུ་བ་ཐེག་བར་བ། ད་འཛམ་གླིང་ནང་ལ་ཧི་ཏི་ལར་གྱི་སྐོར་ལ་སྐད་གྲགས་ཆེ་རུ་ཆེ་རུ་ཆགས་ཡོང་དུས་ཟིང་འཁྲུག་ཆེ་རུ་ཆེ་རུ་ལངས་དུས Controversial ལ་ད་མི་སུས་ནས་དོ་སྣང་བྲིག་རོགས་ཨ་ནེ་ཧི་ཏི་ལར་དང་ཅཱ་ལི་ཅཱ་པ་ལིན་གཉིས་དཔར་བསྡུར་ནི་རོགས་ཁོ་གཉིས་ཨ་རག་གཅིག་པ་རེད་ཤ་སེ་བྱས་བྱས་ཡང Tropic འདི་འདྲ་སླེར་ད་འཛམ་གླིང་ནང་ལ་ཉུལ་ཁ་སྐད་གྲགས་ཆེན་པོ་ཆགས་ཡོང་གི་རོགས་ཆགས་རོགས་ད་འདི་ནས་ཁོའི་ག་ཅི་རེད་སྤྱི་ལོ་གཅིག་དང་དགུ་བཅུ་བཞི་བཅུའི་དུ་བ་ལ་ད་ཧི་ཏི་ལར་ད་འདི་སྐབས་ལ་སྐད་གྲགས་ཆེ་བའི་སྐབས་རེད་བ།

དཀྲོག་གཏམ་སྤེལ་ནས་ཁོ་ལ་ཡ་སྡུག་ཅག་བཟོས་ནས་ཁོ་དོན་གོ་ཐུག་རེད་ཨ་རིའི་མི་མང་ཕལ་ཆེན་རེད་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལ་ཁོ་ཨ་རིའི་གཡུག་ནས་འགྲོ་རེད་ད་ཨ་རིའི་གི་ད་ཁོ་ཨ་རིའི་མི་མང་དོན་གོ་ཐུག་རེད་ད་མི་ཡི spread lies ཆེད་སྐྱག་རྫིང་བཞིན་དཀྲོག་གཏམ་སྤྲད་ནས་ཁོ་ལ་ཡ་ཁོ་དོན་གོ་ཐུག་རེད་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལ་དེ་ནས་ཁོ།

བདུན་ཅུ་དོན་གཉིས་ལ། རྟ་ཁོ་ཚོས་འགྱོད་པ་སྐྱེས་ནས་ལོ་ཉི་ཤུ་རུ་བརྗེས་ལ། འགྱོད་པ་སྐྱེས་ནས་རྟ་ཁོ་མེད་ན་མེད་ཐབས་རེ་འདོད་སོ་འོ་ལེ་འུར་གྱི་ནང་ལ་དང། འཛམ་བུ་གླིང་གི་ནང་ལ། སྐད་ཆ་གླིང་ཡས་ཚང་མ་ཁོའི་གི་དོན་དག་རེ་འདོད་ཟེར་བ་ང་ཚོ་གི་སྐུ་ཆུ་མི་འདུག་ལ། འགྱོད་པ་སྐྱེས་ནས་ཁོ་སྐད་བཏང་རེ། ཁོ་འགྲོ་ཡོད་མ་རེད་ཡིན་ནའི་ཨོ་སྐོར་ཨེ་ཝོར་ཅི་རག་ལ་སྐབས་ལ་ཁོ་བསྡད་ལ་འགྲོ་འདུག་གང་ལ། ད། ཁོ་ལ་མཐོང་ག་ཚད་ཆེན་པོ་བྱེད་ཀྱི་ཡོད་མེད། སྐར་མ་བཅུ་གཉིས